བསྐྱར་དུ་རྣམ་པ་ལན་བརྒྱད་ལ་བཀྲ་ཤིས་བདེ་ལེགས་དང་ཁམས་བཟང་གོ་འཕེལ་བའི་ལས་བྱང་པ་ལྔ་སྩལ་དང་དེ་རིང་གི་བརྗོད་གཞི་འདི་ཕོ་བྷལ་གྱི་འབྲས་ནད་ཕོ་བྷལ་གྱི་ཀན་སར་སློང་བར་བྱེད་ཀྱི་ཟས་རིགས་ལྔ་དང་འབྲེལ་བའི་ཐོག་ནས་ཞུ་ཡས་ཡིན། བསྐྱར་དུ་གྲོགས་པོ་དང་གྲོགས་མོ་ལན་བརྒྱད་ལ་བཀྲ་ཤིས་བདེ་ལེགས་དང་ཁམས་བཟང། ངའི་བརྙན་ཐུང་འདིའི་ནང་དུ་ཕེབས་པ་དེ་ལ་དགའ་བསུ་ཞུ། གལ་སྲིད་ངས་བརྙན་ཐུང་གཟིགས་མཁན་གསར་བ་ཡིན་པ་ན Subscribe གནང་ཡས་དེ་དྲན་པ་མ་བྱེད་རོགས་གནང། འཕྲོད་བསྟེན་དང་འབྲེལ་ཡོད་ཀྱི་གཏམ་བཤད་མུ་མཐུད་ནས་ཞུ་ཡས་ཀྱི་བྱ་བཞིན་ཡོད། གཉིས་པ་དེ་ཕོ་ཡས་ཀྱི་དྲན་ནད་ཕོ་ཡས་ཀྱི་ཀན་སར་གྱི་ནད་སློང་བ་བྱེད་འོས་ཀྱི་ཟས་རིགས་གཉིས་པ་དེ་ཤ་མེད་སྲེག་བཏང་འོས་ཀྱི་རིགས་ཤ་མེད་སྲེག་བཏང་བ་དེས་མི་མང་ཆེ་བ་ཅིག་དང་ཕལ་ཆེ་བ་ཅིག་གིས་དགའ་མོས་ཆེ་ཤོས་བྱེད་ས་ཅིག་དང་ལྷག་པར་དུ་གླིང་ཁ་གཏོང་བའི་སྐབས་སུ་དང་སྤྲོ་སྐྱིད་གཏོང་བའི་སྐབས་སུ་ཤ་མེད་སྲེག་བཏང་ནས་ཟ་གི་ཡོད་པ་ཡིན་པ་ཡིན་ན་ཡང་འཕྲོད་བསྟེན་དང་བདེ་ཐང་གི་ཐོག་ནས་བསམ་བློ་བཏང་པ་ཡིན་པ་ན་གཟུགས་པོ་ལས། ཧ་ཅང་གནོད་ཀྱི་ཡོད་པ་གཅིག་དེའང་ཚན་རིག་གི་ཐོག་ནས་རེད་གསོ་བ་རིག་པའི་གི་ཐོག་ནས་འགྲེལ་བརྗོད་གནང་གི་ཡོད་པ་གསོ་བ་རིག་པའི་གི་ཐོག་ནས་དམངས་གཙོའི་ཚིག་དང་ཁེངས་པོའི་ཟས་རྣམས་དང་ལ་སོགས་པ་སྐྱེལ་འདྲེན་རྣམས་ཀྱིས་བད་ཀན་དྲག་ནད་སློང་ཟེར་གསུང་འོས་མི་འདུག་རྩ་ནས་དམངས་གཙོའི་བའི་རིགས་དང་མེ་བསྲེགས་བཏང་བའི་ཚིག་བོད་ཀྱི་རིགས་དེ་རྒྱུན་བསྡུས་ནས་བསྟེན་དྲགས་པ་ཡིན་པ་ན་དེ་གི་རྐྱེན་བྱས་ནས་མ་ཞུ་བ་ལ་སོགས་པ་དང་དེ་ལ་བརྟེན་ནས་ཡུན་རིང་ཕྱི་ནས་དྭངས་མ་མ་ཞུ་ཡིན་སྙིང་ནས་དྭངས་མ་འདྲི་སར་བྱེད་ཀྱིན་ཞིང་འདྲི་བའི་སྐྲན་རྣམས་སྐྱེད་པར་བྱེད་ཟགས་པའི་སྐྱ་བ་མུ་ཆུ་སྐྱེད་པར་བྱེད་བྱེ་བའི་དུག་ཚད། མལ་བའི་འོག་ཏུ་ལུང་འབྲས་དང་སུ་ཡ་དྲེག་དང་གྲུམ་བུ་དང་མིག་སེར་རྩ་སྐྲན་རྐང་པ་དུ་མ་རྒྱུ་འགྱིངས་པའི་སྨུག་པོ་རྒྱས་སྐབས་ཕྱེ་བས་ནད་རྣམས་ཕལ་ཆེར་དྭངས་མ་མ་ཞུ་རྒྱས་སའི་སྲུང་བ་ནང་བཞིན་གྱི་རྒྱུ་འབྲས་ནི་དོ་སྣང་གནང་དགོས་ཏེ་གལ་ཆེན་པོ་གཅིག་དང་ཚན་རིག་གི་ཐོག་ནས་ཡིན་ན་ཡང་འདིའི་ནང་དུ་མེ་བསྲེགས་སྟངས་ཚ་བའི་ཆེད་ལས་ཕག་ཤ་ཡིན་མེ་བསྲེགས་སྟངས་ན་ཉྭ་ཤ་མེ་བསྲེགས་སྟངས་ན་དར་ཤིང་གླང་ཤ་མེ་བསྲེགས་མེ་བསྲེགས་ག་རིགས་སྟངས་པ་ཡིན་པ་ན་མེ་བསྲེགས་སྟངས་ཚ་བའི་ཆེད་ལས། གཟུགས་པོ་ལ་ཧ་ཅང་གནོད་མཁན་གྱི་ཨེན་ཛེམ་མང་པོ་ཅིག་མེས་བསྲེགས་པ་དེ་ལ་བརྟེན་ནས་བྱུང་གི་ཡོད་པ་དང་དེས་རིམ་པས་བསྟན་པ་དེ་ལ་བརྟེན་ནས་གཟུགས་པོའི་ནང་ལོ་ལི་ཨ་ནི་མ་འཕྲོད་པ་དང་དེ་ལ་བརྟེན་ནས་གཟུགས་པོའི་ནང་ལོ་ལི་ཨ་དང་ཀན་སར་ལ་སོགས་པ་འབྲས་ནད་ལ་སོགས་པའི་ཟོལ་གྱི་རྫས་དཔེར་ན་ཀར་སི་ནོ་ཇིན་སི་རྫས་དེ་འདྲ་མང་པོ་ཅིག་ཡོད་པ་དེ་གྱི་རྐྱེན་བྱས་ནས་གཟུགས་པོ་གི་ཆ་ཤས་གང་ཡང་རུང་བ་མང་པོ་ཅིག་གནོད་ཀྱི་ཡོད་པ་གཅིག་དང་དེ་བཟང་དེ་འབྲིང་དུ་བཙའ་ནས་རྒྱུན་དུ་ནས་ཤ་མེས་བསྲེགས་བཏང་བའི་རིགས་དེ་ཟས་པ་དང་ཆོས་གྲགས་པ་ཡིན་པ་ན་དཔེར་ན་སྦར་བི་ཁིའུ་ལ་སོགས་པ་དེ་འདྲ། ཟད་པ་ཡིན་པ་ན་ཚན་རིག་གི་ཐོག་ནས་ཡིན་ན་ཡང་མེས་བསྲེགས་བཏང་པ་ཡིན་པ་ན་དེ་ལ་བརྟེན་ནས་མེས་བསྲེགས་བཏང་ཚར་བའི་རྗེས་ལས་ཨ་ནི་རྫས་ཕན་ཐོགས་མེད་པ་མང་པོ་ཅིག་བཟོ་གི་ཡོད་པ་དེ་གཟུགས་པོའི་ནང་དུ་བསླེབས་པ་ཡིན་པ་ན་ཕོ་བའི་གི་ཀན་སར་དྲན་ནད་ལ་སོགས་པ་བཟོ་གི་ཡོད་པ་དང་ད་ནང་བཞིན་གྱི་གསོ་བ་རིག་པའི་གི་ཐོག་ནས་ཡང་ད་ཡིག་གོང་དུ་ཞུ་བ་ནང་བཞིན་གྱི་ང་ཚོའི་ཚིག་དང་ཁེངས་པོའི་ཟས་རྣམས་དང་ལ་སོགས་པ་སྐྱེ་ལྡན་རྣམས་ཀྱི་བད་ཀན་དྲག་ནད་ལོང་ཟེར་གསུང་བ་ནང་བཞིན་གྱི་ང་ཚོའི་བ་དང་ཚིག་པོ་དེ་འདྲས་གི་རྐྱེན་བྱས་ནི་ཕོ་བའི་ནང་དུ་མ་ཞུ་བ་ད་ནང་བཞིན་གྱི་མཆིན་པའི་ནང་དུ་མ་ཞུ་བ་ད་ནང་བཞིན་གྱི་མ་ཞུ་བ་དེ་ལ་ཡང་སྙིགས་མ་མ་ཞུ་བ་ཙམ་དུ་མ་ཟད་དྭངས་མ་མ་ཞུ་བ། དེ་ལ་བརྟེན་ནས་ན་ཚ་མང་པོ་ཅིག་བཟོ་གི་ཡོད་པ་ལྷག་པར་དུ་གྲང་འོད་ཀྱི་ན་ཚ་དང་ཤིང་གི་ཁོང་ནད་ཀྱི་ན་ཚ་ཕལ་ཆེ་བ་ཅིག་མང་ཆེ་བ་ཅིག་ནི་མ་ཞུ་བ་དང་ལྷག་པར་དུ་དྭངས་མ་མ་ཞུ་བ་དེ་ལ་བརྟེན་ནས་བྱུང་གི་ཡོད་ཙང་དྭངས་མ་མ་ཞུ་བ་དེའང་གཙོ་བོ་ཡོངས་རྒྱལ་ཏེ་ཟས་སྐོམ་བསྟེན་སྟངས་མ་ཤེས་པ་ལྷག་པར་དུ་ད་ལྟ་འཚོ་བཅུད་མེད་པའི་ཀྱི་ཟས་སྐོམ་དང་དྭངས་ཤིང་གིས་ཤ་མེད་སྲེག་བཏང་བའི་རིགས་དེ་ཟས་པ་ཡིན་པ་ན་དེའི་ཀྱི་རྐྱེན་བྱས་ནས་ནི་སྐྲན་གི་རིགས་རེད། ད་ནི་ཤིང་གི་ཁན་སེར་གྱི་རིགས་རེད། པགས་ནད་ཀྱི་རིགས་རེད། ད་ནི་ཤིང་གི་འབྲས་ནད། ད་ནི་ཤིང་གི་མཁྲེགས་གྲུམ་བུ། ད་ནི་ཤིང་གི་ཆུ་སེར་པགས་ནད། ད་ནི་ཤིང་གི་མཆིན་པའི་ནང་དུ་སྨུག་པོ། མཆེར་པའི་ནང་དུ་སྨུག་པོ་ལ་སོགས་པ་གི་ན་ཚ་མང་ཆེ་བ་ཅིག་དེ་ལས་བསྟེན་ནས་ཡོང་གི་ཡོད་ཙང་གཟབ་གཟབ་གནང་དགོས་དེ་གལ་ཆེན་པོ་ཅིག་རེད་ཤག། གསུམ་པ་དེ་ཕོ་ཨེར་གྱི་འབྲས་ནད་ཕོ་ཨེར་གྱི་ཀན་སེར་གྱི་ནད་སློང་བ་བྱེད་འོས་ཀྱི་ཟས་རིགས་གསུམ་པ་དེ་སྟབས་བདེ་ཐུག་པ་དེང་སང་ཡིན་ན Nutrasys། རིགས་དེ་ཡིས་མི་མང་ཆེ་བ་བཅས་དང་ཕལ་ཆེ་བ་བཅས་ཀྱིས་དགའ་མོས་ཆེ་ཤོས་བྱེད་ས་ཀྱི་སྟབས་བདེ་གི་ཟས་ཅིག་དང་ཡིན་པ་ཡིན་ན་ཡང་འཕྲོད་བསྟེན་དང་བདེ་ཐང་གི་ཐོག་ནས་བསམ་བློ་བཏང་བ་ཡིན་པ་ན་རྒྱུན་མཐུད་ནས་བསྟེན་དྲགས་པ་ཡིན་པ་ན་ཟས་པ་ཡིན་པ་ན་གཟུགས་པོ་ལས་ཧ་ཅང་གནོད་ཀྱི་ཡོད་པ་ཚན་རིག་གི་ཐོག་ནས་རེད་གསོ་བ་རིག་པའི་གི་ཐོག་ནས་ཚན་རིག་གི་ཐོག་ནས་ཞུས་པ་ཡིན་པ་ན་རྒྱུན་མཐུད་ནས་སྟབས་བདེ་ཐུག་པ་དེ་ཆོས་པ་ཡིན་པ་ན་སྟབས་བདེ་ཐུག་པ་གི་བེཀ་སྦྱར་པ་དེ་ཡི་ནང་ལུགས་ཡོད་པའི་གི་རྫས་མང་པོ་ཅིག་གིས་ཀན་སར་བཟོ་གི་ཡོད་པ་དག་ནས་བཞིན་གི་གསོ་བ་རིག་པའི་གི་ཐོག་ནས་ཞུས་པ་ཡིན་པ་ན་སྟབས་བདེ་ཐུག་པ་དེ། གྲུ་བཞི་དཀར་པོ་ལ་སོགས་པ་ལས་བཟོས་དེ་དུད་ཚང་ནས་འཚོ་བཅུད་མེད་པ་གཅིག་དང་རིགས་ཀྱི་རྐྱེན་བྱས་ནས་གནོད་ཀྱི་ཡོད་པ་ལྷག་པར་དུ་དེ་ལ་བརྟེན་ནས་ནས་མ་བྱུང་བས་རེད་དོགས་པ་འགའ་བྲོས་དང་ཚ་ཆུ་སྐྱུར་མོ་བྱུང་བས་རེད་དེ་མཁན་སྨུག་པོ་ནང་བཞིན་གྲུ་གོག་འགྱིང་བསྡད་པ་གྲུ་གོག་སྦོས་བསྡད་པ་སྐབས་རེ་གྲུ་གོག་ཤས་ཆུ་སྐྱུར་མོ་བསྐྱུར་བ་ཉོབ་ཏོག་ཆགས་པ་ཐང་ག་འགག་པ་དྲེག་པ་བྱུང་བ་ལ་སོགས་པའི་དཀའ་ངལ་མང་པོ་ཞིག་ཡོད་དགོས་བྱུང་གི་ཡོད་པ། ཅིག་དང། བཞིན་གྱིས་སྟབས་བདེ་ཐུག་པ་དེ་ཨ་བྲ་དཀར་པོས་བཟོས་པ་ཙམ་དུ་མ་ཟད་ཨ་ནི་བྲོ་བ་ཞིམ་པོ་ཅིག་དང་ཡག་པོ་ཅིག་ཡོང་ཡ་གི་ཆེད་དུ་སྨན་སྣ་གི་རིགས་དང་དག་ན་ཤིང་གི་འོད་ཅིང་ལ་སོགས་པ་བླུག་གི་ཡོད་དུས་རྩ་ནས་དེ་འདྲས་ཀྱི་ཐོག་ནས་གནོད་ཀྱི་ཡོད་པ་ཅིག་དང་མདོར་ན་རྒྱུན་དུ་ནས་སྟབས་བདེ་གི་ཐུག་པ་དེ་ཆོས་དྲགས་པ་དང་བསྟན་དྲགས་པ་ཡིན་པ་ན་སྤྱིར་ཇུ་ཆའི་མ་ལག་དང་དེའི་ནང་ནས་ཡང་ཕོ་ཨེར་གྱི་འབྲས་ནད་ཀན་སར་ལ་སོགས་པ་བཟོ་གི་ཡོད་པ་ལྷག་པར་དུ་མཁལ་མ་ལ་སོགས་པ་གནོད་ཀྱི་ཡོད་པ་དེ་ཚན་རིག་གི་ཐོག་ནས་རེད་གསོ་བ་རིག་པ་གི་ཐོག་ནས་རེད་དངོས་སུ་མིག་མཐོང་ལག་ཟིན་ཡོད་པ་བསྡད་པ་ཅིག་ཡིན་དུས་རྩ་ནས་དོ་སྣང་དང། གཟབ་གཟབ་གནང་རོགས་གནང། བཞི་བ་དེ་ཕོ་ཡས་ཀྱི་འབྲས་ནད་ཡང་ན་ཕོ་ཡས་ཀྱི་ཀན་སར་གྱི་ནད་གཏོང་བར་བྱེད་ཀྱི་ཟས་རིགས་བཞི་བ་དེ་བྷ་གར། བྷ་གར་དེ་མི་མང་པོ་ཅིག་དགའ་མོས་ཆེན་པོ་བྱེད་ས་ཀྱི་ཟས་ཅིག་དང་སྟབས་བདེ་གི་ཟས་ཅིག་ཡིན་པ་ཡིན་ན་ཡང་འཚོ་བཅུད་མེད་པའི་ཟས་ཅིག་དང་འཕྲོད་བསྟེན་གྱི་ཐོག་ནས་རེད་བདེ་ཐང་གི་ཐོག་ནས་བསམ་བློ་བཏང་པ་ཡིན་པ་ན་གཟུགས་པོ་ལས་ཕན་ཐོགས་ཡས་ཀྱི་ཚབ་ཏུ་གནོད་སྐྱོན་མང་པོ་ཅིག་བཟོ་གི་ཡོད་པ་དང་དེ་ལ་བརྟེན་ནས་འཚོ་བཅུད་མ་བཏང་བའི། དཀའ་ངལ་དང་ཐ་ན་གཞན་གྱིས་དེ་ལ་བརྟེན་ནས་ཇུ་ཆའི་མ་ལག་དང་འབྲེལ་ནས་གན་ས་ལ་སོགས་པ་བཟོ་གི་ཡོད་པ་དེ་ཚན་རིག་གི་ཐོག་ནས་རེད་ལྷག་པར་དུ་སྦག་སྐར་དེ་རྒྱུན་བསྟུན་ནས་བསྲེས་པ་ཡིན་པ་ན་འདིས་སྦག་སྐར་དེའི་ནང་དུ་ཡོད་པའི་ཡིག་ཆ་མེ་བསྲེགས་བཏང་རྒྱུ་དེའི་ནང་ལོ་ཡོད་པའི་ཀྱི་ཨ་ནེ་རྫས་མང་པོ་ཅིག་གན་སར་བཟོ་གི་ཡོད་པ་འབྲེལ་ནས་བཟོ་གི་ཡོད་པ་དེ་གྲུབ་དོན་བཀོད་ཡོད་པ་གསོ་བ་རིག་པའི་ཀྱི་ཐོག་ནས་ཡང་འཚོ་བཅུད་མེད་པའི་ཀྱི་ཟས་སྐོམ་རིགས་དེ་ཆོས་དྲག་པ་ཡིན་པ་ན་བསྟན་དྲག་པ་ཡིན་པ་ན་གོང་དུ་ཞུ་བ་ནང་བཞིན་གྱི་མ་ཞུ་བ་དང་དེ་ལ་བརྟེན་ནས་མ་ཞུ་དབང་གི་བད་ཀན་བད་ལ་ཡ་སོགས་པ་དང་ད་ལ་བརྟེན་ནས་ཨ་ནེ་དྭངས་མ་མ་ཞུ་བ་དེ་ལ་བརྟེན་ནས་ཨ་ནེ་འདྲིལ་བ་དང་ཟགས་པ། དང་ཕྱེ་བ་ལ་སོགས་པ་ལྷག་པར་དུ་ནི་འགྱིང་བ་ལ་སོགས་པ་ལྷག་པར་དུ་ནི་དྲེལ་ནད་པགས་ནད་སྨུག་པོ་ལ་སོགས་པ་འབྱུང་གི་ཡོད་དུས་རྩ་ནས་ངེས་པར་དུ་གཟབ་གཟབ་གནང་དགོས་དེ་གལ་ཆེན་པོ་གཅིག་རེད། ཕོ་ཡིག་གི་རྐྱེན་སར་སློང་བར་བྱེད་པའི་གི་ཟས་རིགས་ལྔ་པ་དེ་སོ་ཟད་ཅིག་དེ་མི་མང་པོ་ཅིག་གིས་དགའ་མོས་བྱེད་ས་ཅིག་དང་ཡིན་པ་ཡིན་ན་ཡང་འཕྲོད་བསྟེན་དང་བདེ་ཐང་གི་ཐོག་ནས་བསམ་བློ་བཏང་པ་ཡིན་པ་ན་མུ་མཐུད་ནས་དེ་ཧ་ཅང་མང་པོ་བསྟེན་དྲགས་པ་ཡིན་པ་ན་དེའང་གཙོ་བོ་དེ་ཤ་མེ་བསྲེགས་བཏང་བ་དང་ཤ་ལས་བཟོས་པ་ཡིན་ཙང་རྒྱུན་དུ་ནས་བསྟེན་པ་ཡིན་པ་ན་དྲེལ་ནད་རྐྱེན་སར་ལོང་གི་ཡོད་པ་ཅིག་དང་ཕོ་ཡས་ཀྱི་འབྲས་ནད་ཀན་སར་ཙམ་དུ་མ་ཟད་ལྷག་པར་དུ་ལོང་གི་ཀན་སར་གྱི་བརྒྱ་ཆ་བཅོ་བརྒྱད་ལྷག་ཅིག་གསོ་སའི་ཤ་དེ་འདྲི་དང་འབྲེལ་བ་ཡོད་དུས་རྩ་ནས་གཟབ་གཟབ་གནང་དགོས་དེ་གལ་ཆེན་པོ་རེད་ཟེར་ཞིག་ཞུ་དགོས་བསམ་སོང། དག་ན་ཤིང་གི་གསོ་བ་རིག་པའི་གི་ཐོག་ནས་ཡང་གསོ་སའི་དེ་ཨ་ནི་ཤ་ག་ཞུ་རེད་ཤ་ཁེང་ཕོ་གི་རིགས་ཅིག་དང་དག་ན་ཤིང་གི་ཧ་ཅང་ག་ཞུ་རེད་གསོས་པ་མ་ཡིན་པ་ཅིག་དེ་འདྲི་གི་རྐྱེན་བྱས་ནས་ཧ་ཅང་གསོས་པ་མ་ཡིན་པ་དང་ཁེང་ཕོ་དེ་འདྲི་ཡིན་པ་ཡིན་ན་གཟུགས་པོ་ལི། འཚོ་རྒྱུ་མེད་པ་ཅིག་དང་གནོད་སྐྱོན་ཆགས་ཀྱི་ཡོད་དུས་རྩ་ནས་ལི་གི་བྱ་ནས་མ་ཞུ་བ་ལ་སོགས་པ་དེ་ལ་བརྟེན་ནས་བད་ཀན་གྲང་བའི་ནད་ལ་སོགས་པ་དེ་ལ་བརྟེན་ནས་འབྲས་སྐྲན་ནད་ཀན་སར་པགས་ནད་ལ་སོགས་པ་བཟོ་གི་ཡོད་དུས་རྩ་ནས་ངེས་པར་དུ་གཟབ་གཟབ་གནང་རོགས་གནང། གཉིས་ནས་ད་ལྟ་གོང་དུ་ཞུ་བ་ནང་བཞིན་གྱི་སོ་སེར་དེ་ཤ་ཁེངས་པོ་གི་རིགས་ཅིག་ཡིན་ཙང་གསོད་པ་མ་ཡིན་པ་ཅིག་ཡིན་ཙང་གནོད་ཀྱི་ཡོད་པ་ཅིག་དང་དེ་ཙམ་དུ་མ་ཟད་དེ་གི་རྒྱུ་ཆ་གི་ངོ་བོ་ལ་བསམ་བློ་བཏང་པའི་སྐབས་སུ་རེད་དེའི་ནང་ལོའི་རྫས་སྦྱོར་གྱི་བསམ་བློ་བཏང་པ་ཡིན་ན་ཡང་སྨན་སྣ་དང་ཞིམ་པོ་དང་ལྷག་པར་དུ་བྷི་ཇིང་ལ་སོགས་པ་ཚྭ་ལ་སོགས་པ། ཁྱེད་ཚོ་ཚད་གཞི་མང་པོ་ཅིག་བླུག་གི་ཡོད་དུས་རྩ་ནས་ཐིག་གི་ཆ་ནས་གནོད་ཀྱི་ཡོད་དུས་རྩ་ནས་ཁྲག་ཤེད་རྩ་དཀར་ཁྲེག་ཁྲུམ་ཆུ་སྤྱད་མ་ལ་ལ་སོགས་པ་ལ་གནོད་ཀྱི་ཡོད་ཙང་དོ་སྣང་གནང་དགོས་དེ་གལ་ཆེན་པོ་ཅིག་རེད། གོང་དུ་ཕོ་ཡས་ཀྱི་དྲེལ་ནད་ཕོ་ཡས་ཀྱི་ཀན་སར་སློང་བ་བཅས་བོད་ཀྱི་ཟས་རིགས་ལྔ་དང་འབྲེལ་བའི་ཐོག་ནས་ཞུས་ཟིན་པ་ཡིན། དེའང་སྟབས་བདེ་བོ་ཅིག་དང་གོ་བདེ་བོ་ཅིག་ཞུ་བའི་ཁུལ་ཡིན་ཨ་ནི་གལ་སྲིད་དོན་དང་ཚིག་གི་ཆ་ནས་འགལ་ཟླ་དང་ནོར་འཁྱུག་ཤོར་ཡོད་ན་བཟོད་གསོལ་དང་དགོངས་སེལ་ཞུ་ཡས་དང་སློབ་སྟོན་ཡོད་པ་ཞུ་ཨ་ནི་གལ་སྲིད་ངའི་བརྙན་ཐུང་འདི་ལ་དགའ་བོ་བྱུང་ཡོད་ན་འཐད་བོ་བྱུང་ཡོད་ན་དགའ་རྟགས་དང་ཨ་ནི་འཕྲོད་བསྟེན་འདི་ཕན་ཐོགས་བྱུང་ཡོད་ན་ཨ་ནི Subscribe གནང་ཡས། དྲན་པ་མ་བྱེད་རུང་ན། དེ་རིང་དུས་ཚོད་ཀྱིས་རྐྱེན་པས་བདག་རང་བཅུག་སྡོད་དགོས་སོང་ལས་ཚན་ཆེ་མ་བྱས་ཆོག་ཐུགས་ཆེ་གནང་བཀའ་དྲིན་ཆེ།